ཨོ་རེ་རེ་རེ་གྲོགས་པོ་ལགས་ཁྱོད་གཙོས་ཀྱི་ནི་འདྲ་མི་བྱེད་ཀྱི་མི་དག་དེ་དག་ནི་ངུ་ཚོ་ཕར་འགྲོགས་པ་ནང་ལོགས་དུས་དེ་ནི་གོ་རང་ནས་གཙོས་ཀྱི་དེ་ལ་གཞོན་ཐབས་མེད་ཟེར་གྱི་མ་རེད་ངུ་ཚོ་གཙོས་གི་རེད་དེ་བོད་གི་གསོ་སྦྱོང་རང་ནས་གཙོས་ཀྱི་དེ་ལ་དེ་ནི་ནམ་གི་ཀརྨ་ཡའི་གྲོང་མི་ས་ཡིག་ཙི་ཧྲོ་ཡའི་རྒྱ་ཆེ་རྒྱ་ཆེན་པོ་ཨ་ལྷོ་ནམ་རེ་སྟངས་ས་བུན་ཐག་ཡིག་ཚོན་རེ་མང་པོ་ཟིག་གཡང་གྱི་འོ་ལི་རེད་དེ་འདྲའི་ཤི་དུས་དུས་སུ་རང་བུ་རྒྱག་ག་ཡར་གྱི་མ་རེད་ཉིན་མོ་རྩ་ལྷམ་གྱི་ལོགས་འོ་ལི་རེད་དེ་འདྲའི་ཤི་དུས་དུས་དུས་གཙོས་གི་རེད་དེ་རང་ནས་གཡང་གྱི་འོ་ལི་རེད་མ་ཚད་གཙོས་གི་རེད་དེ་ངུ་ཚོ

སྐྱེ་ལ་མ་བརྟེན་རྫུས་ཀྱི་དེ། དེ་ནས་རིག་གནས་རྫུས་ཀྱི་དེ་ལས་རིག་གནས་རྫུས་ཀྱི་དེ་སྣེ་ཁ། དག། ལྔ་དྲུག་དྲུག་དང་འདྲ་མི་འདྲ་མགར་མཚན་གྱིས་རིག་མི་རིག་རིག་གསང་མགོན་པོ་ཁྲ་ཁྲི་འོག་པོ་སྒྲོ་དགོན་ས་སོགས་ལས་ཀྱི་སོ་མི་བརྩིགས་མའོ་རིག་པ། རིག་གནས་རྫུས་ཀྱི་དེ་ལ་མང་པོའོ་རེ་རེ་ཟེར་གི་དེ། འབྲུག་གི་ནང་ལོགས་བསྡུས་ཏེ་ཡོག་བརྩེགས་གི་དེ་གཞུང་དུ་ལོགས་སུ་འོ་ཞིག་བཟླས་ནས་ཚོད་མའོ། ཀྱི་འོག་སུ་བདག་ནི་ཚོམ་བའོ། ཨོ་ཁི་ཏི་ངས་རྫུ་འདུ་གཅིག་གི་རྩ་བ་ཅི་ཡིན་རྫུ་ས་ཐང་དུས་དེ་རག་ཚིག་བཟང་བདེ་ལན་མ་ཤེས་ན་དྲིན་ཆེ་ཕ་མ་དེ་ཡིད་མི་ཆེས་གམ་ས་གོམ་པ་དེ་མ་སྤི་ན་དགའ་བདེ་སྐྱ་མོ་ཡིན་ནོ་ལ་མོ་ཧོ་སི་ལི་ཀ་པི་ཤི་རི་དུས་དུས་ངས་དེ་ཡུལ་དེ་སྐད་ཆ་དེ་ཤིག་གདོད་ནས། ཨོ་ཁ་ཏི་མས་ཚོམ་བ་འབྲོང་བྲེ་མོ་འགྲོ་སི་རྫ་ལམ་རེད་སྐྱོང་དཀར་མོ་འགྲོ་སི་ནག་ལམ་རེད་ནག་ལམ་རྫ་ལམ་ཁ་ཁ་རེད་ཤ་རེད་རྫུ་འདི་དགོད་ཅིག་རོགས་ཁྱོའི་དེ་ན་ཁྱོ་ད་འབྲོག་པ་ནོ་ལོ་དི་དི་རེད་ང་ཀྱ་གྲོང་པ་པེ་ལོ་དི་དི་རེད་ཁྱོ་གི་སང་འདི་ཀྱ་ད་འབྲོག་པ་ལ་དགའ་སང་རེད་ངའི་གི་སང་འདི་གྲོང་པ་ལ་དགའ་སང་རེད་ཨ་ཙི་འདྲེ་ཞེས་བསྟོད་དེ་དེར་ང་གཉིས་འཇའ་ལྷང་པར་ཐང་ཆེ་མོ་དང་སྤྲང་མོ་ཡོབ་ཁ་ཆེ་མོ་དག་བསྡད་ནས་ད་ང་གཉིས་ཀྱི་རྫུ་འདུག་ཅིག་གི་རྩ་བ་དེ་སོ་ཚིགས་སུ་ཡན། ཡ་ཡ་ད་གྲོགས་པོ་ཁྱེད་རང་གསུམ་གྱི་དེ་ག་འདྲ་མི་བྱེད་ཀྱི་མི་དེ་དེ་ནས་གྲོང་པ་ནང་ལ་བསྡད་ན་རིང་ནས་ཕངས་སམ་ཚོགས་པ་བཟོ་རིང་ནས་མང་པོ་བཟོ་ཡོད་རེད། ནང་ཁུལ་སྐར་མ་ཡས་གྲོངས་མང་ཟེར་ས་ཁྱི་རྩི་ཁྲག་ཡས་རྒྱ་ཆེ་ཟེར་རིང་ནས་མང་པོ་བཟོ་ཡོང་གྱི་ཡོད་རེད། ཡན་ན་ཡང་ངུ་ཚོ། འབྲོག་པ་རྣམས་ལ་དུས་དེ་ནང་གི་གཙུག་གི་རེད་དེ་ནས་འབྲོག་པ་གི་རིག་གནས་གཙོ་གྱུར་དེ། ས་ཀྱི་མདོ་དུས་མདོ་སྨད་ཉི་མ་ཤར་ལྷོ་གོང་འབྲོག་རྒྱལ་བོའི་ལྷོ་བྲན་དལ་འབྲོག་ག་ན་ཟིག་ལ་ཁྱབ་སོང་ནོ་དེ་ལ་ངོ་ཚ་དགོས་པ་གི། བྱ་བ་ཟིག་མ་རེད་དྲན་ཞིག་དང་དེ་འདྲའི་ཤི་དུས་ལྟོས་དུས། དེ་ནས་ངུ་སོ་འབྲོག་པ་འདྲ་ཟིག་ཡིན་ན། ད། འདུག་ས་ལ་དགྲ་ནད་བྲོས་གི་རེད།

ཡ་ཡ་ཡ་ཕྲུ་གུ་བསོད་རྒྱ་མ་ཚོགས། ད་ངས་བརྗོད་བསྡད་གོང་རྩེད་མོ་ཡིན་ཤེས་ཀྱི་གོང་ཨ་མཚོ་ཡིན་ཁྱེད་ལ་མི་དན་རྫུས་དེ་རིགས་འབྲོག་པ་བི་འབྲོག་པ་ཁྱེད་ཀྱི་འོ་རིགས་གྲོང་པ་བི་གྲོང་པ་ཁྱེད་ཀྱི་འོ་རིགས། ཉེ་ཁ་ཡག་པོ་འོ་རིགས་དེ་ཚོ་ངས། ངའི་འོ་རིགས་འདས་མ་འདས་ན་བར་ཆད་ཤེས་དོད་དུས་ད་ཚང་མ་གི་ཤེས་ལ་རེད། དེ་འདྲའི་ཤེས་དོད་དུས་ད་ཆུང་འདྲ་ཡན་ཧོ་ཤ་ནི་ངོ་མ་ཡག་ཧོ་ཡུལ་བརྒྱད་ནོར་བུ་ལ་ཤིས་འོ་ཟེར་རིགས་གཡང་ཆི་པད་མ་འདབ་ཀྱི་ལམ་བཟང་འོ་ཟེར་རིགས། ཕར་བལྟས་ན་ཉེ་ཡི་རུས་ཚིགས་རིགས་ཕྱི་བལྟས་ན་རང་ཡི་རང་བཞིན་རིགས། ཡན་ནི་ཡན་ཚིགས་རིགས་སྐྱེས་ནི་གྲབ་ཚིགས་རིགས་སྐད་ཆ་ཡག་པོ་ཤིག་ཐིག་ཆ་ལ་མེད་འདོད་ཀྱི་དེ་རིགས་དང། ནད་རྣོ་ལ་འགྲོ་བཞིན་སོ་ཁྱབ་སྤང་ཁ་ནས་འབབ་བཞིན་སོ་སྐད་ཆ་ཡག་པོ་ཤིག་དེ་ལོས་དེ་འོ་མ་རྒྱ་དབྱུག་དང་ལོ་མ། ཀུ་ལུ་རྒྱ་ཁྲི་དང་འབྲུ་དང་འདྲ་བཞིན་དག་སྐད་ཆ་ཡག་པོ་ཤིག་དེ། སྔས་དམར་བོ་གབ་ཅིག་ཅན་ཕོར་མདའ་མོ་རྩབ་ཆག་ཅན་ངོ་མ། ཡག་པོ་འོ་རེད་ཡག་པོ་སྐད་ཅིག་ཅན་ཤིག་དེ་བཀའ་དྲིན་ཆེ། གྲོགས་པོ་ཚོ། ཞོགས་པ་དེ་ལེགས།
དེ་རིང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ཀ་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་ལྔ། བོ་ད་གི་པོ་ཚེས་ཤི། གཟའ་སྤེན་པ་རི། འབྱུང་འཁྲུགས་ས་གཉིས། ཚེས་ཆ་ལེགས། དྲ་ཚིགས་བཟང། བ་དེ་ལ་ཁེ་མི། གནའ་མི་བོད་ཀྱི་གཏམ་དཔེ་ལ། དཔེ་རང་ཆ་མི་ལ་ཤོ། མི་ཆ། གོ་ལ་ཀུང་ཟེར་བ་ལྟར། རང་གི་དགའ་སྐྱོ་ཆགས་སྡང་ཡོད་ཚད་གཞན་ལ་དཔེ་ཟིག་ཅན། ཡིན་ཀྱང་སྒོ་གསུམ་གྱི་སྤྱོད་པ་ཐམས་ཅད་རང་ལ་དཔེ་ལེན་པ་ན། སྐྱེ་བོ་མཆོག་ཏུ་གྱུར་པ་ཞིག་གི་རང་གཤིས་ཡིན། གྲོགས་པོ་རྣམ་པ་ད་ལྟ་ང་ཡོད་ས་འདྲ་ཡིན་ན་རྫ་སྟོད་རྫོང་གེ་སར་རི་གནས་སོང་བཅས་རྒྱལ་མཚན་བསྟན་གྱི་ན་རེད།

ཁྱེད་རིན་པོ་ཆེ་ད་ཁྱེད་རང་ཡིན་ན་ང་ཚོའི་ཁོ་རིན་པོ་གི་བུ་བུ་གི་རྒྱུ་མཚན་པ་ཞིག་རེད་དེ་ནས་ཁྱེད་རང་གི་ད་ལོ་ད་བུ་བུའི་རྒྱུ་ཆ་བསད་འདུག་ནི་རི་རྩ་གྱི་ཐོང་རྫས་མང་བོ་ཞིག་ཟ་བཟོ་བསད་འདུག་དེ་ནས་ང་ཚོའི་བུ་བུ་གི་རི་ནས་རི་ཐོང་རྫས་དེ་ཚོ་ལ་ཡང་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས་གྱིས་ལགས། ལགས་སོ་ལགས་སོ་དེ་སྤོས་ཟེར་གྱི་དེ་ལ་རི་ནས་སྟེང་ཟ་བོ་གྱིས་ཁོ་འཚོ་བ་རེད་དཀའ་ས་གང་ཡིན་ན་ཆགས་སོང་ཟེར་གྱིན་ཟེར་རེད་དེ་ནས་དེ་རི་ཐོང་ཟེར་དེ་སྤོས་བརྫོ་གྱི་དེ་ལ།

དེ་དེ་ནང་ནས་ད་ལྟ་ངུ་ཚོགས་ཀྱི་གཅིག་པུའི་མཛོད་དུ་ས་ཐང་ལ་གཙོ་བོ་ངོས་འཛིན་ཟེར་གྱི་དེ་ལ་བདུག་སྤོས་དེ། རིགས་ལ། ད་གཙོ་བོ་གཉེན་རེ་དོ་ཆོས་དེ་འབྱོར་རེ་ལ། དེ་ལ་གཙོ་བོ་འདྲ་ངོས་བཟུང་དུ་ཤོད་རེ། རིགས་ལ། དེ་ནི་དེ་འདྲ་ཡིན་ན་ད་ལོ་རྒྱུགས་ཐོག་ནས་བཤད་ན་ལོ་རྒྱུས་ཧ་ཅང་ཡིན་རུང་པོ་ཅི། ད་ལྟ་ངུ་ཚོགས་ཡར་དེའི་འགྲོས་དུ་ས་ཐང་ལ་སྟེང་ཆོས་པོ་ཅིག་ཐ་ཅིག་ཏུ་བོད་པོའི་ཟེར་གྱི་དེ་འདི་ནས་སྲིད་ལ། བརྒྱུད་པ་འདི་འདྲ་ཅིག་ཡིན་ཞེས་བོད་ཕྲུག་ཁམས་དོན་རིན་གྱི་ཟེར་དགོས་ན་རྫོགས་ཤིང་དཀའ་མོ་མ་ཅིག་རེད། རེད་ལགས། སྤོས་བཤད་རྒྱུ་དེ་བདུད་སྤོས་ཙམ་མ་ཡིན་པ་སྤོས་དེ་ནི་དྲིལ་བསྟན་དེ་ནི་ནུས་པ་དེ་བེད་སྤྱད་འདུག་ས་དང་ནགས་ལ་དེ་ནི་མེད་མ་ད་གོང་གི་སྔོན་ནས་སྤོས་དེ་རང་བཞིན་གྱི་དག་སང་གི་སང་ཟིག་གི་དེ་འདྲ་སྣང་བ་ཅིག་འདུག། ཨང། རེད་ལགས། གང་ལྟར་ཡིན་ན་ཡང་དེ་ནི་ངེད་ཚོ་ད་ལྟ་བོད་སྤོས་འདི་ཐུན་མོང་མ་ཡིན་པ། གཞན་གྱི་སྤོས་མ་འདྲ་བ་ངེད་ཚོ་སྨན་སྤོས་ཅིག་རེད། དེ་ནི་སྨན་སྤོས་ཅིག་ཡིན་འདུག་ས་དང་ནགས་དེ་ནི་འདི་གཙོ་བོ་དེ། བྲོ་ཡི་ནུས་པ་དེ་ལ་བརྟེན་ཡང་འདུན་ས་དང་དེ་ནི་སྣ་ཡི་དབང་པོའི་རྒྱུད་བསྟེན་ནས་དེ་ནི་ལུས་པོ་རི་དྭགས་ཀྱི་ཟས་དགོས་ན་ཅེས་ཕན་པ་ཟེར་གི་རེད་ཨ། ད་དོན་དགྲ་གཅིག་ཡིན་འདུན་ས་དང་ལ་དོན་གཅིག་ཟས་དུས་ཁམས་གསོ་རྒྱུ། གཉིས་ཟས་དུས་དུག་སེལ་བྱེད་རྒྱུ། ད་ད་ལྟ་ས་གི་ཁོར་ཡུག་ནང་དེ་ནི་བཙོག་པ་ཡོངས་སུ་བཙོག་པ་དེ་དེ་ནི་ལུས་ཀྱི་བཙོག་དགོས་ན་ལངས་མང་པོ་ནི་རྒྱུ་ཨ་ལུས་པོ་ཐོར་ཡོང་འདུན་ས་དང་ལ་དེ་ནི་ནག་བཙོག་གཅིག་མིག་དང་སྣ་ལ་སོགས་པ་དབང་པོ་གི་ནང་དེ་ལ་ལ་དེ་ནི་དབང་རྩ་ཕྲ་ཞིང་ཕྲ་བ།

སྤུས་ལེགས་མི་མང་པོ་རེད། ཡིན་ན་ཡང་ངས་བལྟ་དུས་ད་སྤུས་ལེགས་དགོས་ན་ཐོག་མ་ཉིད་ནས་སྤུས་ཟེར་གྱི་དེ་ལས་མི་དེ་ལ་ཆ་ཆེན་སྐྱ་ཚང་དགོས་ཤིང་སྐུ་མཛོད་དུ་གསོ་བ་རིག་པ་གི་གཞུང་དེ་ལ་རྨོངས་རྒྱུགས་ཐོག་དེ་ལ་བློ་འཇུག་ཏན་ཏན་ཡོད་དགོས་ས་རེད། རེད་རེད་ལགས། དེ་དགོས་རིགས་རྩ་བ་བཅད་རེད་ཟེར་དུས་སྤུས་ལྗོགས་ནང་དུ་བལྟ་དུས་དུས་སྤོས་ཀྱི་འདི་སྦྱོར་བ་དེ་དང་སྨན་གྱི་སྦྱོར་བ་དུ་སོ་ཁྲི་གཅིག་པ་རེད། སྨན་གྱི་སྦྱོར་བ་ཡིན་ན་ང་ཚོ་བོད་གསོ་བ་རིག་པ་གི་སྨན་གྱི་ཐོག་ནས་སྦྱོར་བ་འདི་རོ་བདེ་སྣོད་བདེ་ཞི་བྱེད་ཀྱི་བདེ་ཟེར་ཡ་དེ་ནི་སྨན་གྱི་བདེ་སྦྱོར་ཟེར་ལུགས་རོ་ནུས་པ་ཞི་བྱེད་ལ་བཏགས་བདེ་གི་རེད། དེ་ནི་སྤོས་ཀྱི་དེ་རེད་གི། དེ་ནི་སྤོས་སྦྱོར་བ་རྣམས་བཏགས་བདེ་ཟེར་དེ་དུས་ད་ང་འདྲེ་ནི་གཙོ་བོ་དེ་སྤོས་བདེ་ཀྱི་དེ་ག་དེ་མ་བསྟན་ཚུལ་ཕུན་ཚོགས་ག

གཟའ་འཁོར་འདིའི་ནང་ཡུས་ཧྲུའུ་ཁུལ་གྱི་ལྷོ་རྒྱུད་ས་ཁུལ་དུ་ཀོང་པ་ཚེ་ཆུའི་གནམ་གཤིས་ཀྱིས་གཞུང་ལམ་ནང་མཐོང་ཚད་དམའ་བས་འགྲིམ་འགྲུལ་བདེ་འཇགས་ལ་དོ་ཟ་བྱེད་དགོས་པ་མ་ཚད། ནུང་ཀོང་གི་གྲོ་གྲོང་ཡང་འགྱུར་ལྡོག་ཆེ་བས་གྲོང་འགོག་གྲོ་སོང་ལའང་དོ་སྣང་བྱེད་དགོས། སི་ཀྲོའུ་རླུང་ཤུགས་ཆེའི་དབང་གིས་བརྡ་ཁྱབ་སྲུང་དབུགས་དང་སྟབས་བདེ་ཁང་པ་སོགས་འཛུགས་སྐྲུན་དངོས་པོ་དང་ཤུགས་འདོན་བཅས་ཀྱི་འོག་ཏུ་མི་བསྡད་མི་རུང།

དེ་ནས་ཉིན་མོ་དེ་དང་བསྟུན་ཏེ་ནི་ནག་ཆུ་ཡུས་ཧྲུའུ་ཁུལ་གྱི་སྨན་ཁུངས་ཆེད་བསྒྲིགས་ཏེ་པེ་ཅིང་མཚོ་སྔོན་ཡུས་ཧྲུའུ་བཀོད་འདོམས་པུའུ་དང་ཡུས་ཧྲུའུ་ཁུལ་ཁྲལ་དོན་བདེ་ཐང་ཨུ་ཡོན་ལྷན་ཁང། ཡུས་ཧྲུའུ་ཁུལ་མི་དམངས་སྨན་ཁང་དང་ཡུས་ཧྲུའུ་གྲོང་ཁྱེར་མི་དམངས་སྨན་ཁང། དེ་བཞིན་དུ་ཡུས་ཧྲུའུ་ཁུལ་བོད་སྨན་རྩིས་ཁང་དང་ཡུས་ཧྲུའུ་ཁུལ་མའོ་བདེ་སྲུང་ཁང།

ཕན་ཐོགས་རྒྱ་ཆེན་པོ་ཞིག་ཡོད་ས་འགི། ཡང་འཇིག་རྟེན་གནས་པ་ཇི་སྙེད་པ་མྱུར་དུ་གནས་ལས་ཐར་འདི་ཅི། འགྲོ་བའི་གནས་རྣམས་མ་ལུས་པ། རྟག་ཏུ་འགྱུར་བ་མེད་པར་ཤོག། ངའི་ཚོང་གཙོ་ཆེ་བ་འདྲ། ལས་ཀ་བཟོ་དགོས་ན་སྐུ་ཙར་ཐང་ག་གི། ཐང་ག། དེ་ནས། དེ་འདྲ་འདྲ་གི་རི་མོ་སེ་མོན་ཏྲི་གསར་གཏོད་གི་རི་མོ། དེ་ཚ་དུས། དེ་ནས། ངག་གིས་གི་སློབ་མ་བཟོ་དགོས་བས་ཀྱི་ན་དེ་སྔ། ངོ་མ་ཁོག་ཐོན་རྫས་ལས་ཀ་ལས་ཐུབ་མ། སློབ་མ་ཅུང་ཉོབ་རེད། ལོ་རེའི་ང་གི་སློབ་མ་གསོ་སྐྱོང་གི་ཐད་ནས་བས་དགོས་ན་ལོ་རེའི་སློབ་མ་ཉིས་བརྒྱ་ཚུད་བརྒྱ་ཆ་བརྒྱ་དེ་ང་གི་ནི་མཐར་སེང་དང་དུར་བས་འདོད་ལེ་རེད། དེ་ཚེ་དུས་ང་གི་ད་གཙོ་ཆེ་ང་གི་བསྐྱལ། བཙོང་ས་རྫས་ལེན་དྲ་ཐོག་ནས་རྫས་དེ་ནི་བཙོང་གི་ལས་ཨང་སོ་སོ་སེ་མི་འདྲ་ད་དེ་ཧིན་དྲ་རེད་འདོད་ལེ་རེད་དེ་ནི་ང་གི་ཡིན་དུ་མི་འདྲ་ལེ།

དེའི་རྒྱུ་མཚན་བག་ཡོད། ད་དུར་བའི་ནི་འཆར་གཞི་འདྲ་བོ་རེ་ང་གིས།
ངོ་ལ་སོང་ད་འདས་འདྲ་ཡིན་ན་ན་གི། ད་ནི་གནའ་སྔ་མོ་རྒྱ་གི་དཔོན་གཡོག་རྣམས་ལ་ཅག་ཤང་ཟེར་ཡང་ཡོད་ཟེར་གྱིན་ཟེར་རེད་ད་ནི་འདས་ཅེས་ཟེར་ན་ན་གི་གི་ངོས་འཛིན།

ཡ་གྲོགས་པོ་ཚོ་ང་ད་ལྟ་ཡོད་ས་ནི་འདི་འདྲ་ཡིན་ནི་ཀྲུང་གོ་མི་དམངས་འགན་བཅོལ་སྤྱི་ཚོགས་འགན་བཅོལ་དེ་ནི་ན་རེད། ད་ང་ཚོ་ཚོ་མི་ཤི་ས་ལྟར་དུ་ལོ་རེ་རེ་གི་སྨན་བཅོས་འགན་བཅོལ་གི་སྒོར་མོ་དེ་ཡང་ཅི་རིན་ལ་རེད། དེ་ནི་ད་ལྟ་ང་ཚོ་མི་དམངས་མང་ཚོགས་ནང་བྱིན་རེ་ནི་ད་ཉིད་དུ་ཉེ་དྲུག་ལོ་གི་དེ་ནས་སྨན་ཆུང་རྒན་ཅུག་གི་སྒུར་མོ་དེའང་སྤྲེལ་ལད་ཀྱི་དུས་ཚོད་དེ་ད་ས་འོད་ཟེར་ཤི་ཤི་འོ་ལ་མ་དེ་ནས་ད་ང་ཚོ་ནི་འདི་ན་ཡོང་དེ་ནས་ཁོང་ཚོ་གི་ལི་འབྲས་མི་སྣ་དང་མཉམ་དུ་ཉིས་སྟོང་ཉེར་དྲུག་ལོ་གི་སྨན་ཆུང་རྒན་ཅུག་གི་སྒུར་མོ་དེའང་སྤྲེལ་བོ་དུས་ཚོད་དེ་ནང་ཞིག་ཡིན་པ་དེ་དེ་ནས་ད་རང་གི་ལི་ཚུ་རྒྱན། སྨན་ཆུང་རྒན་ཅུག་ཡང་སྤྲེལ་བོ་གི་དུས་ཚད་འདྲ་ཡིན་ནོ། ད་ལྟ་ཉིས་སྟོང་ཉེར་གཅིག་རྩ་ལྔ་ལོ་ཟླ་བ་བཅུ་བོ་ཚེས་པ་ཉེར་གཅིག་རྩ་གཙུག་འགོ་བཟུང་ཉིས་སྟོང་ཉེར་གཅིག་རྩ་ལྔ་ལོ་ཟླ་བ་བཅུ་གཉིས་ཀྱི་ཚེས་པ་སང་ཕྱི་སོ་ཙོ་ལ

དེ་ནས་ཉིས་སྟོང་ཉེར་རྩ་དྲུག་ལོ་དགུ་ཟླ་བ་གསང་ཕུག་ཚེས་པ་བཙས་མགོ་བཟུང། ཉིས་སྟོང་ཉེར་རྩ་དྲུག་ལོ་དགུ་ཟླ་བ་དྲུག་ཕུག་ཚེས་པ་སང་ཇི་འདྲ་ཡིན་ན། སྨན་རྩིས་ཡར་སྤྲད་ན། ད་ལྟ་ཟླ་བ་གསང་ལ་དགུ་ཚེས་པ་བརྒྱད་ནས་དེ་ནས་ད་སྨན་རྩིས་དེ་ཀོ་བསྐྱལ་ཆོག་གདའ། དེ་ནས་ཉིས་སྟོང་ཉེར་གསར་སྒྲུང་ཀློག་གི་ཟླ་བ་བདུན་པ་ཚེས་པ་བཅས་ཡན་ཆད་ཀྱི་སྨན་བཅོས་འགན་བཅོལ་སྒོར་མོ་ཡར་སྤྲད་མ་ཐུབ་ན་དེ་རྗེས་ནས་ཡར་སྤྲད་ན་ད་ལྟ་ངོས་ཚང་སྲིད་གཞུང་གི་སྒོར་མོ་བདུན་བརྒྱ། རང་ཉིད་ཀྱི་སྒོར་མོ་བཞི་བརྒྱ་ཚང་མ་རང་གི་འགན་ཁུར་པ་མ་ཚད། ད་དུང་ཟླ་བ་གསང་ལ་དགོས་གི་གདའ། དེ་རྗེས་ནས་སྨན་རྫས་དེ་གོ་བཅད་ཆོག་གདའ།

ཕ་མ་ལ་སྲོལ་རྒྱུན་སྒྲུབ་པ་འདི་བརྩེ་སེམས་ཀྱི་རྒྱུན་འཛིན་དང་ཀུན་སྤྱོད་ཀྱི་རྩ་བ་ཡིན་པ་མ་ཟད། ང་ཚོའི་ཕྲག་ཏུ་བབས་པའི་འོས་འགན་ཞིག་ཀྱང་ཡིན། གྲོགས་པོ་ལགས་ཁྱོད་ཀྱི་བསམ་གཞིགས་ཤིག་མཛད་རོགས། ཁྱོད་ཀྱི་བདེ་སྐྱིད་ཀྱི་དོན་དུ་མཛེས་སྡུག་གི་ལང་ཚོ་ཡོད་ཚད་ཡལ་བ་དོ་བོ་དྲིན་ཆེན་གྱི་མི་དེ་སུ་ཡིན། ཁྱོད་ལ་ནམ་ཡང་འགྱུར་བ་མེད་པ་སྲོག་གི་འགྲོ་སོང་བརྒུས་ཀྱང་ཟིན་ནུ་མེད་པའི་རྒྱ་རི་བརྟན་པོ་དེ་སུ་ཡིན། ཁྱོད་ཀྱི་མདུན་ལམ་གྱི་དོན་དུ་རང་གི་བདེ་སྐྱིད་ཡོད་ཚད་བློས་གཏོང་བའི་གཏོང་ཕོད་ཅན་དེ་སུ་ཡིན། ཁྱོད་ཉིད་རྒྱང་རིང་དུ་ཡོད་དུས་ཁྱོད་ཀྱི་བདེ་སྡུག་ལ་བསམ་ཡིད་བྱེད་ཀྱིན་གཉིད་མི་ཁུག་པའི་ཤ་ཚ་ཅན་དེ་སུ་ཡིན། གྲོགས་པོ་ལགས། དེ་ནི་ཁྱོད་ལ་ཚེ་གཅིག་ལུས་གཅིག་ལ་བློས་དཀར་བའི་དྲིན་ཆེན་གྱི་ཕ་མ་ཡིན། ཕ་མ་ལ་བྱ་ཡུལ་བསྒྲུབས་ན་བུ་རྒྱུད་ལ་བསོད་ནམས་འཁོར་ཡོང་འདི་ནི་འཇིག་རྟེན་གྱི་ཆོས་ཉིད་རེད། རང་གི་ཕ་མ་ལ་ཅི་ཙམ་བྱ་ཡུལ་བསྒྲུབས་ན་བུ་རྒྱུད་ཀྱང་རང་ཉིད་ལ་དེ་ཙམ་དུ་ས་རྒྱུ་འགྲམ་ནི་འདི་ནི་ལྷོ་སོག་གསོན་པོ་ཞིག་གི་ནུས་པ་རེད། དོན་དམ་པར་ཕ་མ་ལ་བྱ་རྒྱུ་སྒྲུབ་པ་དང་གུ་རྒྱ་བསད་པ་ནི་མ་འོངས་པར་རང་ཉིད་ལ་བྱ་རྒྱུ་སྒྲུབ་པ་དང་གུ་རྒྱ་བསད་པ་རེད།